ལྟ་ཁང་ཞེས་པ་འདི་ནི་གཞན་ནས་ད་བར་ལོ་རྒྱུས་ལོ་ཆིག་སྟོང་ཉིས་བརྒྱ་བཞི་ཅུ་ཞེ་ལྔ་ཙམ་ལྡན་པའི་ལོ་རྒྱུས་དེ་འདྲའི་བོད་ཀྱི་བསམ་ཡས་གཙུག་ལག་ཁང་གཟི་བདག་དགོན་དེ་ཆོས་གྲལ་ཞིག་ཡིན་པ་དེ་ཡང་ད་ཐོག་མར་བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོའི་དུས་ལ་ལྷས་ས་གཙུག་ལག་ཁང་ལ་སོགས་པ་དེ་འདྲས་བཞེངས་ནས་བོད་ཀྱི་ཡི་གེ་ལ་སོགས་པ་དེ་འདྲས་སྲོལ་དེ་ནི་སངས་རྒྱས་བསྟན་པ་དབུ་བརྙེས་པ་དེའི་རྗེས་ལ་རྒྱལ་རོགས་ལྔ་སོང་བའི་ནང་སྤྱི་མཚོན་འཇམ་དཔལ་གཡང་གི་སྣ་འབྲུའི་རྒྱལ་པོ་ཁྲི་སྲོང་ལྡེ་བཙན་སྒམ་ཡིན་པ་དེའི་སང་ཡའི་ཡུལ་འདིར་འཁྲུངས་ནས་ཁོང་གིས་ཀྱང་སྔོན་གྱི་ད་ཡོད་གོ་མ་ནང་གི་ཀ་རིན་གསོ་བའི་ཆེད་དུ་གཙུག་ལག་ཁང་ཡོད་གོ་མ་ནང་གི་གཙུག་ལག་ཁང་གཞན་དག་ཁ་ཐོར་གཞན་བཞེད་དོ་ཡིན་ཀྱང་གུས་པ་ནི་གཙུག་ལག་ཁང་པའི་གླིང་གཅིག་གི་ནང་དུ་གཙུག་ལག་ཁང་ཡོངས་སུ་རྫོགས་པ་ཆ་ཚང་གཅིག་བཞེངས་མཁན་ཡིན་ཟེར་ནས་ཁོང་གི་དང་ཆ་དེ་འདྲས་བཟུང་ནས་བློན་འབངས་རྣམས་དང་བཀའ་གྲོས་མཛད་ནས་སང་ཡའི་གཙུག་ལག་ཁང་འདིའི་གདན་བཞེངས་བཀའ་གྲོས་མཛད། འདིའི་བཞེངས་པར་ཅི་ཡང་བརྗེད་པ་ལ་ཡང་ལྷ་སྲིན་སྡེ་བརྒྱད་ལ་སོགས་པ་དེ་དག་དང་ཆ་གྱིས་བར་དུ་གཅོད་པའི་རྒྱས་ལ་སོགས་པ་དེ་འདྲ་མང་པོ་བྱས་ནས་ཐོག་མར། ཁོང་རྣམ་པ་གསུང་བདག་སྔོན། བོད་ཡུལ་ཆོས་ལྡན་བྱ་རུ་ཁ་ཟུང་བཞེངས་པ་དེ་ཉིད་དུས་སྨོན་ལམ་བཏུ་བ་ལ་བརྟེན་ནས་རྒྱ་གར་ནས་མཁན་ཆེན་བུ་དྷི་ས་ཏུ་ཚུལ་ལྡན་དྲངས། མཁན་ཆེན་བུ་དྷི་ས་ཏུ་ཁོ་རང་སྤྱང་ཆུའི་ཕྱོགས་དུ་ཐུགས་བསྐྱེད་པ་ཡིན་པ་ཙང། འདི་དག་ལྷ་སྲིན་གདུག་པ་ཅན་འདི་དག་ཐམས་ཅད་འདུལ་བ་ཤིན་ཏུ་ནས་ཀྱང་དཀའ་བ་ཡིན་ཀྱང་ཡིན་ཀྱང་མཁན་ཆེན་ཞི་བ་འཚོ་གས་ལུང་བསྟན་ནས་རྒྱ་གར་ནས་སློབ་དཔོན་པད་མ་འབྱུང་ནས་གདན་དྲངས་དགོས་དེ་དྲན་མོ་ནི། བསམ་ཡས་གཙུག་ལག་ཁང་དེ་ཡིན་ལེ་བར་གཞན་དུག་ཡིན་འདི་མ་འདྲེན་དེ་འདྲེན་མ་འདུག་ན་བསམ་ཡས་གཙུག་ལག་ཁང་དེ་ཡིན་ཤིན་ཏུ་ནས་ཀྱང་གཞན་ཁ་བར་ཡིན་གང་ཡིན་ཟེར་ན་བོད་ལ་ལྷ་སྲིན་སྡུག་པོ་ཅན་དེ་འདྲ་མང་པོ་ཡོད་རེད་ཡིན་ཀྱང་སངས་རྒྱས་བསྟན་པ་དེ་ཡིན་ཡ་བླ་སོ་བྱས་ལ་ཤིན་ཏུ་ནས་ཀྱང་ཁོང་ཚོས་འཚེ་བ་བྱས་བྱས་རྣོན་པོ་མང་པོ་སྐྱེ་གི་རེད་ད་ནི་ཡིན་ནས་ལས་རྒྱལ་པོ། འདི་གས་གྱན་ཆེན་པོ་འདི་ཟེར་དུ་ཡི་གས་པོ་ཁྲི་སྲོང་ལྡེ་བཙན་ལ། སློབ་དཔོན་རིན་པོ་ཆེ་པད་མ་འབྱུང་གནས་ཚུལ་དེ་འདྲ་ནི་ཁྱོད་ཀྱི་གཙུག་ལག་ཁང་དེ་ལེ་བར་འགྲོ་གི་ཡིན་ཟེར་བྱས་དེ་འདྲས་གསུངས་ཏེ་འདི་ནི་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱིས་ཁོང་གི་སློབ་བུ། སྦ་སེ་ན་ལ་ཚུར་བ་དེ་འདྲའི་རྒྱ་གར་བརྫངས་ནས་སློབ་དཔོན་དཔལ་བང་ཆེན་དེ་རྒྱ་གར་ནས་ཚུར་གདན་དྲངས། རྒྱ་གར་ལ་ཚུར་གདན་དྲངས་བ་ལ་བརྟེན་ནས་སློབ་དཔོན་དང་ཆོས་རྒྱལ་དང། མཁན་ཆེན་དང་ཁོང་རྣམ་པ་སྲུང་ད་ཁྱེད་ལོ་ཆོས་བསྲུང་ཟེར་དེ་རྫོང་ནས་འདི་ནི་ཆོས་རྒྱལ་གྱིས་གཙུག་ལག་ཁང་དེ་ཉིད་བཞེངས་བར་བྱ་བ་ལ་ཡོན་བྱ། བྱ་བ་ལ་བརྟེན་ནས་རྒྱ་གར་ནས་དེང་གལ་ཆེན་བུ་ཏི་ས་ཏུ་དང་སློབ་མའི་པདྨ་འབྱུང་གནས་གཉིས་གདན་དྲངས་ནས་དེ་ནི་ཁོ་ན་ཚོ་སུའོ་ཞལ་རྫོགས་ནས་ས་གཞི་བྱིན་གྱིས་རློབས་གལ་ཆེན་གྱི་དེ་ནི་ད་ག་ན་བཞིན་སློབ་མའི་རིན་པོ་ཆེ་པདྨ་འབྱུང་གནས་ཀྱིས་ལྷ་སྲིན་དུ་བ་ཅན་དེ་དག་ཐམས་ཅད་དང་ལ་བཏགས་ནས་རྒྱ་གར་ཨུ་ཏན་པཱུ་རིའི་གཙུག་ལག་ཁང་གི་དཔེ་བླངས་ནས་དེ་ནི་ས་ཡ་གཙུག་ལམ་ས་ཡ་མི་འགྱུར་ལྷུན་གྱིས་འགྲུབ་པའི་གཙུག་ལག་ཁང་དེ་ཉིད་བཞེངས་པར་མཛད་པ་ཡིན། དེ་བཞེངས་པར་མཛད་པའི་རྒྱུ་མཚན་གང་ཡང་ཟེར་ན། སྔོན་བདག། སྲོང་བཙན་སྒམ་པོས་སངས་རྒྱས་ཀྱི་བསྟན་པ་སྲོལ་བཏོད་པ་དང་དེ་ནི་ངས་ཀྱང་སངས་རྒྱས་བསྟན་པ་ལ་བྱ་བ་རློབ་པོ་ཆེ་ཅིག་བྱེད་དགོས་ཀྱི་འདུག་འདིའི་ནང་ལ་བོད་ལ་རོལ་ཆུང་ཞེས་དེ་ཐོག་མར་སྒྲ་ཙམ་ཡང་མེད་པར་བརྟེན་ནས་རྒྱལ་པོ་དེའི་དུས་ལ་དྭགས་ཁྲི་སྲོང་ལྡེ་བཙན་གྱི་དུས་ལ་དེ་སང་ཡེ་སྲས་མི་འདུལ་དེ་ཡིན་རོལ་དུ་ཐོག་མར་རོལ་དུ་བཅུག་ནས་དེ་བོད་ལ་དགོན་འདི་བཏང་པ་ཟེར་ན་འདྲ་ལ་བཀྲ་པོ་ཐོག་མར་ཟེར་བ་འདྲ་དཔལ་ལྡན་རོལ་ཆུང་ཐོག་མའི་གྲྭ་ཚང་ཟེར་ན་དཀའ་མཆེད་རྒྱུ་མཚན་དེ་ནས་བྱུང་བ་རེད་ད་རྒྱ་གར་གཙོ་བོ་ཉིན་དུས་ཡོད་པར་སྨྲ་བའི་ལུགས་སུ་བྱས་ནས་མཁན་ཆེན་བུདྡྷ་ས་དུས་གནང་དྭགས་ཁྲི་སྒང་ན་དེ་སྲས་མི་འདུལ་རོལ་དུ་བཅུག་ནས་དེ་བོད་ལ་ཐོག་མར་དྭགས་བཀྲ་པོ་ཞེས་པ་དང་དྭགས་ན་ཞིང་དགོན་འདི་ཞེས་པའི་སྒྲ་དེ་ཐོག་མར་བྱུང་ཡོད་རེད། དེ། བསང་ཡས་ནི་བྱས་ནས་དག་ནས། དེ་ནི་དེའི་རྗེས་ལ་དག། བསང་ཡས་གཙུག་ལག་ཁང་དེ་ལེགས་པར་བགྲོད་ནས་འཁོར་རྣམས་པ་དག་མཁྱེན་བྱེད་འབུལ་དུ་བསམ་ཡས་ཀྱང། སྐུ་མྱ་ངན་མགོན་པོ་མྱ་ངན་ལས་འདས། དེ་དང་མཆོག་གསུམ་པ་སློབ་དཔོན་པདྨ་འབྱུང་གནས་ཀྱང་ལྷུན་ནུ་སེམས་དཔའི་ཡུལ། པའི་སེམས་ཅན་གྱི་དོན་ལ་ལྷུན་ནུ་སེམས་དཔའི་ཡུལ་དུས་རྒྱལ་པོ་དྲི་བསུང་ལྡན་ཚང་ཉང། སོ་སོ་དག་འདུས་ཆུ་རྫོགས་པ་ལ་བརྟེན་ནས་མགོན་པོ་བྱིན་ཡིག་གསུངས་པས་དག་དེའི་རྗེས་ལ་འདི། བསང་ཡས་འདི་ལ་དག་བོད་གངས་ཅན་ལྗོངས་ནང་ལ། ཅེས་སྐད་གྲགས་ཆེ་བའི་བླ་མ་སྐྱེས་ཆེན་དང་པོ་ཡིན་ན་འདྲ་ལ། ཆོས་ལུགས་བཀྲུ་བསྡུ། རིས་སུ་མང་ཅིང་ཕྱོགས་སུ་མང་ལོན་པའི་སྐྱེས་བུ་དམ་པ་རྣམས་ཀྱིས་མཛད་རྗེས་སངས་རྒྱས་མི་འབྱུང་བ་ལ་བརྟེན་ནས་འདི་ལ་ཅི་ཉག་སོ་ལ་སོ་བ། རིང་པོ་སྔ་ཙམ་མཛད་འདི་ལ་ཉག་སོ་ཁོ་ར་བྷི་ཏྲི་བྱུང་བ་ལ་བརྟེན་ནས་ཉག་སོ་ཀྱང་སྦྱངས། དེས་ཀྱང། འདི་ལ་དང། བོད་ཀྱི་ཆོས་སྐོར་རྣམ་པ་གསུམ་ཐོག་ནས་བཤད་པ་ཡིན་ན། ལྷའི་སྲས་མོ་གླང་ག་ཆོས་པ་དང། བསམ་ཡས་མདོ་སྡེའི་ཆོས་པ་ཁྲ་འབྲུག་མེ་ཏོག་ཆོས་པ་བཅས་ནས་མདོར་བསྡུས་ནས་བཤད་ན་སྡེ་སྣོད་ཟུང་གི་ཆོས་པ་ཡིན་པ་དང། སྡེ་སྣོད་ཟུང་གི་ཆོས་པ་དེ་ཡིན་ལྷའི་གཙོ་བོ་འདུལ་བའི་ཆོས་པ་ཡིན་པ་དང་ཡིན་ཏེ་འདུལ་བའི་སྡེ་ལ་མོ་གླང་ཆོས་པ་ཞེས་བགྲ་དེ་གྱུར་བ་བཅས་དེ་འདི་འདྲས་བཤད་ཀྱི། ད་སངས་རྒྱས་ཀྱི་མདོ་སྡེའི་ཆོས་པ་དེ་ལ་མདོ་སྡེའི་ཆོས་པ་སེ་བྱས་ནས་དམིགས་བསལ་གདའ། མདོ་སྡེའི་སྙིང་པོ་སུ་གཙོ་བོ་བྱས་ནས་སངས་རྒྱས་དང་བྱང་ཆུབ་སེམས་དཔའ་སྤྲུལ་བ་ཏྲི་ལིང་ཚུལ་དུ་ཡིན་པ་རེད་དེ་ཡིན་ནི་ལེགས་ཁོ། མདོ་སྡེའི་ཆོས་པ་དེ་ལ་གཙོ་བོ་སངས་རྒྱས་ཀྱི་མགུར་རིན་པོ་ཆེ་ཡི་གང་ཟེར་བ་དང་ཚིག་བཅུ་དང་འབྲེལ་བའི་མདོ་སྡེ་གངས་ལྗང་གི་ཁྲོ་ཚན་དེ་འདྲས་ཁོ་ར་བ་ཁྲོ་སྟོན་རྗེས་ཀྱི་ལེ་ཚན་དེ་འདྲས་བསྟན་ཅིང་དེ་རྗེས་གོ་བའི་རྒྱུ་མཚན་གང་ཟེར་ན་སློབ་དཔོན་རིན་པོ་ཆེ་དག་ཁོ་རང་ལྷོ་ནུབ་སེམས་དཔའི་ཡུལ་ལ། ཞུ་བ་དང་སྦྲགས་ན་ཤིང་བཟང་ཐོག་དཔོན་རིགས་ལ་ཞུ་བའི་ནི་ངོ་སོ་ལ་མཛད་ལམ་ག་འདྲས་ཀྱི་ཡོད་མེད་དེའི་འཁོར་བསྐོས་པ་དེ་ཡིན་འཇིག་རྟེན་ཁམས་འདི་ལ་སྣང་བར་མཛད་ནས་དེ་ནི་མགུར་ཆོས་ཀྱི་དབང་ཕྱུག་གི་གཏེར་བྱོན་བདག་ཅེས་འཁོར་རྣམ་པའི་སངས་རྒྱས་པའི་ཆོས་འཁོར་འཁོར་བར་ད་ལྟ་དཀྱིལ་འཁོར་ཞལ་མཇལ་ཆ་ཚང་གཅིག་མགོ་བོ་སེང་གེ་ནས་འཇོག་བསྔོ་བ་མཇུག་བསྔོ་བ་བར་འདུག་པའི་ཆ་ཚང་གཅིག་ཡོད་པ་དེའི་ནང་ལ་དེ་ནི་མགུར་མཚན་བརྒྱད་ཀྱི་མཛད་ལམ་དང་ད་ག་ན་ཤིང་ཅེས་ཐོག་མར། ས་ཡི་མདོག་དེ་སྲིད་དེ། དཔེར་ན་དལ་རིགས་སྟོན་ཡིག་ཆང་དེ་ལ་མཚོན་པར་བྱས་ན་གཙོ་བོ་དེ་ཡི་ཚིག་བརྗོད་ཆང་ཡིན་པ། ཚིག་བརྗོད་ཆང་དེ་ཡིན་ཀྱང། ཐོག་མར། ཆོག་གི་དེའི་རིམ་པ་ཞིག་བྱིན་དུ་བཅས་ནས། ཐོག་མར་སྲེད་ཀྱིན་དོན་སྲེད་ཀྱིན་དེ་ག་ས་གཞི་བྱིན་གྱིས་བླུགས། ས་གཞི་བྱིན་གྱིས་བླུགས་ཚར་ནས་དེའི་རྗེས་ལ་མཚམས་གཅོད་དོན་མཚམས་གཅོད་ཀྱི་ས་གཞི་ཐམས་ཅད་མཚམས་བཅད་ནས་འདི་མཚུངས་བྱས་དེ་པའི་ཡེ་ཤེས་པ་བྱིན་གྱིས་བླུགས་པའི་བརྡ་འཁོར་དཀྱིལ་འཁོར་ཞེས་ལས་བྱེད་པའི་ས་གཞི་ཡིན་དེ་ཕན་ཆད་དེ་གའི་ལས། བྱེད་དུ་མི་རུང་བའི་ས་གཞི་ཡིན་ཅེས་ནས་འཁོར་མཚམས་བཅད་ཚངས་ཕྱེད་པའི་རྗེས་སུ། ད་སྤྱན་པའི་སི་ཏི་འཆང་སྤྱན་པའི་སི་ཏི་དོན་སྤྱན་པའི་སེ་ཏི་ཀ་འཁོར་ས་གཞི་དེ་བྱིན་གྱིས་རློབས། བྱིན་གྱིས་རློབས་ནས་ད་སེ་གཞི་དེ་བཀང་ལ་ཡེ་ཤེས་པ་དངོས་སུ་བསྟིམ། ཡེ་ཤེས་པ་དངོས་སུ་བསྟིམ་བ་ལ་དེ་ནས་དེ་ནས་འཁོར། དུ་དུ་དར་སེ་དུར་ཁྲོད་དར་བ་སི་ཏི་གཉིས་དོན་དུར་ཁྲོད་དར་བ་གཉིས་ཀྱིས་ད་གུ་རུའི་དཔེ་བྱད་ཅན། འཇིག་རྟེན་ཁམས་ལ་གནོད་བྱེད་འཚེ་བར་བྱེད་པའི་སངས་རྒྱས་བསྟན་པ་ལ་ད་སློབ་པར་སྤྱོད་པའི། གང་སེམས་བཏང་སི། འབྱུང་པོའི་རིས་སུ་གྱུར་པ་འདི་དག་ཐམས་ཅད་ཀྱི་སྣ་ཞེས་དེ་ཚུལ་ལིང་དེ་ལ་ཚུལ་བསྟན། སྣ་ཞེས་དེ་ཚུལ་བཀུག། སྣ་ཞེས་དེ་ཚུལ་བཀུག་བ་ལ་བརྟེན་ནས་ད་དེའི་རྗེས་ལ། དེ་ནི། ལྟུང་བསྔགས་ཟས་ཀྱི་དོན་འཆང་ལྟུང་བསྔགས་ཟས་དེ་གའི་སྣ་ཞེས་དེ་པས་དེ་ཡར་སྤགས་ནས་ད་ཁོ། དགྲ་བགེགས་སློབ་པར་འདྲེན་པའི་སྣ་ཞེས་དེ་ཡིན་ཀྱང། འོག་མིན་པདྨ་འོད་ཀྱི་ཤིང་ཁང་ས་མདོག་དཔལ་རི་ལ་ཡར་སྤས་ནས་དེ་ནི། གོས་དག། ཕུང་པོ་དེ་བདུད་རྩིར་གྱུར། ཕུང་པོའི་རོ་དོ་དེ་བདུད་རྩིར་གྱུར་ནས། བདུད་རྩི་རྒྱུ་བ་ལ་བརྟེན་ནས་དེའི་རྗེས་སུ་དེ་ནི་བདུད་རྩིའི་རོ་དོ་དང་ཕུང་པོ་ལྷག་མ་དེ་ཡིན་ཏེ་གང་སྐྱེས་བཞེས་ཡོད་ཟེར་ན། ཚོགས་ལན་བསྲེས་ཀྱི་གུ་རུ་ཚོགས་ཀྱི་རིན་པོ་ཆེའི་དོན་འཆང་ངོ། དེ་གའི་ཚོགས་ལན་བསྲེས་དེ་གའི་གུ་རུའི་ཤ་ཁྲག་གི་དང་བདུད་རྩིའི་འཕྲོས་དེ་ག་དེ་ཡོངས་སུ་རྫོགས་པ་དེ་གའི་གང་གི་གོ་འཛོལ་བཞེས། དེ་བཞེས་ཚར་བ་ལ་བརྟེན་ནས་ཐོག་མར་ཚོགས་ལན་བསྲེས་དེ་སྲིན་པོ་ཡིན་པ། དེ་ནས་ཚོགས་ལ་དེ་བཞེས་ཚར་ནས་དེ་ནི་བསྐོར་འདུག་གཡོན་སྐོར་བརྒྱག་དགོས་ཏེ་དེ་ནི་གོ། དངོས་སུ་དག་པའི་ལྟས་སུ་གོས་བསྐྱུར་ལ་ཐུན་མོང་མ་ཡིན་པའི་ཡེ་ཤེས་དེ་འདྲ་བསྐྱེད་བྱས་ཏེ་ནི། སྲིན་པོ་ནི་ཡང་གུ་རུའི་གནས་འདི་ཡར་ཕྱིན་བྱེད་དག་པའི་དེའི་སོར་ཞེས་བྱ་བ་བྱང་སེམས་སོར་ཞེས་བྱ་བ། དེ་ནི་དེའི་རྗེས་ལ། སྐྱིན་སེ་དེ་དོན་དག་སྐྱིན་སེ་དེ་གཙོ་བོ་གུ་རུའི་ཟངས་མདོག་དཔལ་རིའི་ཁོ་བོའི་ཉེ་འགྲམ་དུ་ཡོད་པའི། གངས་སེང་བུ་ཟླ་སློབ་དཔོན་རིན་པོ་ཆེ་དང་དྭགས་ན་གཤེན་བཅས་ཟངས་མདོག་དཔལ་རིའི་ནང་ལ་ཡོད་པའི་ཁོང་འགལ་རྐྱེན་དཔའ་ཆེན་ཟུང་ཡིས་རྒྱན་ཡིན་པ་ཙམ་ལ་རྒྱན་རྒྱས་ཁོས། ཚོང་གླིང་གི་ཚོགས་ཟས་ཀྱིས་ཁོ་བསྟོད་ཚོད་དེའི་བར་དཀྲུགས་ཕྱིན་བྱས། ཁོ་གཟར་རྨོ་འཇུག་བྱས་དཀྲོགས་པའི་སོ་རེ་བྱས། ཁོ་དཀྲོགས་དེ་ནས་ཡར་འཛུལ་ནས་དེ་ནས་གཞི་ནས་ཡང་རྒྱན་གྱིས་མཆོད་པ་ཁོ་རེ། རྒྱན་ཁོ་རང་གིས་མཆོད་པ་དེ་འདོན། སྟབས་རྒྱན་ཁོ་རང་གིས་མཆོད་པ་དེ་འདོན་ཚར་བའི་རྗེས་ལ། དེ་ནས། ཁོས་རྒྱན་གྱི་རིན་པོ་དེ་རྫོགས་ཚར་སོང་ནས། ཡིན་བདག་ན་བཞིན། ཤན་སྐྱོང་ཟས་ཀྱི་དོན་དག་འཆང། ཤན་སྐྱོང་ཟས་དེ་གའི་གང་བྱེད་ཀྱི་ཡོད་ཟེར་ནས་གཙོ་བོ་དེ་ཡི་དམ་རྟ་མགྲིན་ཡིན་པ། ཡི་དམ་རྟ་མགྲིན་ལྟ་བ་ཡང་ཡང་འདི་གའི

གང་གི་དག་པའི་ད་རིང་གི་ལས་ཀྱི་དཀྱིལ་འཁོར་མགུར་ཆོས་ཀྱི་དབང་ཕྱུག་དཀྱིལ་འཁོར་དུ་ཞལ་ཕྱེ་བའི་རྟགས་རགས་རྟེན་འབྲེལ་ལ་བརྟེན་ནས་དེ་ནི་ཡོངས་སུ་སོགས་པ་དེ་འདྲའི་གཅིག་པུའི་འཁོར་ཡང་དེ་དེ་རྫོགས་ཚར་བའི་རྗེས་ལ་དེ་ནི་གཞི་ནི་ཡིན་དང་མགུར་རིན་པོ་ཆེའི་མཛད་ཚུལ་མགུར་རིན་པོ་ཆེ་སྐུ་ལུས་སྤྱི་ལ་བཀོད་པ་གྱད་ཀྱི་སྣང་གྲངས་དུ་བྱས་ནས་དེ་ནི་དག་སྣང་ཞིང། མགུར་མཚན་བརྒྱད་དོན་མགུར་མཚན་བརྒྱད་དེ་ཡིན་གྱི་གང་བཅས་ཡིན་ཟེར་ན་ད་སོ་སོ་སོ་སོའི་མཛད་ལམ་མི་འདྲ་བ་རེ་རེ་རེ་སྟོན་བྱས་སྤྲུལ་སྐུ་རྣམ་སྨིན་སྣ་ཚོགས་རེ་རེ་དང་མགུར་མགུར་སོ་སོའི་སོ་སོའི་སྤྲུལ་སྐུ་རེ་རེ་རེ་སྟོན་ཏེ་འདིའི་རྗེས་ལ་གཙོ་བོ་དག་མགུར་པའི་དཔེ་མ་འཇུག་ནི་གཙོ་བོ་ཆེ་བ་གཅིག་སྟོན་དགོས་པའི་རྒྱུ་མཚན་རེད་དེ་གང་ཡིན་ཟེར་ན། ད་ལོར་སློབ་དཔོན་རིན་པོ་ཆེ་སྐུ་གཅིག་ལ་བཀོད་པ་བརྒྱད་སྤྲུལ་པའི་རྒྱུ་མཚན་དུ་ཡིན་པ། དེ་ནི་ཏི་ཀེ་ཡོངས་སུ་ཚོལ་བའི་བདག་དགོངས་དག་པའི་དེ། ཧ་ཤང་དང་བཅས་པའི་དོན་ཡོད་དེ་ཁོ། སྟག་རག་གི་ཚུལ་དུ་དེ་ནི་ལྕགས་རག་གི་བྱོལ་བུའི་ཚུལ་དུ་དག་པས་དེ་ཡོངས་རྫོགས་ལ་དཀྱིལ་འཁོར་དེ་ལ་ཡོངས་སུ་ཚོལ་བའི་སྐུར་གྱུར་ནས་དེ་ནི་པས་སྟག་རག་གི་བྱོལ་བུ་ནི་དེ། ད་མགུར། མཚན་བརྒྱད་ཀྱི་མཛད་ལམ་དེ་ག་ཡོངས་སུ་ཚོལ་བ་བསྡུས་ནས་དེ་ནི་ཡ། ཁོ་རེ། གཙུག་ལག་ཁང་ནང་ལ་ཡ་བཞུགས་སུ་ཚོལ་བ། ཆང་གི་རིན་པོ་དེ་འདི་འདྲའི་དབུ་དེ་འདྲའི་རེད་ཅེས་ཀྱང་རྫོགས་ཀྱང་དེ་འདྲའི་རེད། ཡང་འདིའི་ནང་ལ་ད་ཐོག་མར་སྔོན་གྱི་དུས་སུ་ད་ཅིའི་རྒྱ་ལང་ཧ་ཤང་དང་ཉག་ཅིའི་བན་ཆོས་གཉིས་རྩོད་པོ་རྒྱག་པའི་རྒྱུ་མཚན་གང་ཡིན་ཟེར་ན། དེའི་ད་རྗེས་ལ་རྗེས་ལ་རྒྱལ་པོ་ཁྲི་སྲོང་ལྡེ་བཙན་དང་ད་རྣ་ཤིང་གྱེན་ཅན་ཞི་བ་ཚོ་སློབ་དཔོན་རིན་པོ་ཆེ་ཁོ་རྣམས་ཚོ་ད་འདི་དེའི་དུས་ལ་བོར་ནས་ཡིན་ཀྱང་དེའི་རྗེས་ལ་འདི་ཁོ་རེ་ཅིའི་རྣམ་པའི་ཆོས་ལ་ཀང་སེང་བ་པ་ཇའི་ལ་སོགས་པ་དེ་འདྲ་ཉུལ་བའི་ཆེད་དུ་དེ་ནི་རྒྱ་ནག་ཧ་ཤང་འདའི་ས་ཡ་ལས་ཕེབས། རྒྱ་ནག་ཧ་ཤང་འདའི་གླིང་ནི་སློབ་དཔོན་ཀང་མ་ཤི་ལའི་གསུང་འགག་གྲུ་བུ་རེ་དེ་རྒྱ་ནག་ཧ་ཤང་གྲུ་ཚུ་རེའི་གསུང་འགག་མདའ་ལ་བསྐྱོན་རྗེས་དེ་ནི་སློབ་དཔོན་ཀང་མ་ཤི་ལའི་ཁོང་གིས་རྒྱ་ནག་ཁོ་རང་གསུང་འགག་གྲུ་བུ་ཆེ་བྱོན་པའི་དུས་ལ་དེ་ནི་རྒྱ་ནག་ཧ་ཤང་འདི་ཁོང་རི་བོ་སྣུ་བ་བཞིན་དུ་ཡང་ན་ནི་བླུན་པོ་བཞིན་དུ་རྒྱལ་ད་རི་བོ་རི་བོ་སྣུ་བ་བཞིན་དུ་ནི་ངའི་བླ་འཁྱེར་བར་འདུག་རི་བོ་སྣུ་བ་མིན་པ་ཅི་བླུན་པོ་བཞིན་དུ་ནི་ངའི་བླ་འཁྱེར་མི་འདུག་གསུངས་དེ་ནི་སློབ་དཔོན་ཀང་མ་ཤི་ལའི་འདི་འདྲས་གསུངས་པ་རེད། གོང་གི་བྱང་སྐར་འདི་དག་ཕྱག་ལ་འཁྱེར་མྱོང་བའི་བྱང་སྐར་འདི་འདི་འདྲས། དབུས་སྒང་ལན་གཉིས་སྐོར་རེད་ད། ལན་གསུམ་སྐོར་རེད། ལན་གསུམ་པོ་དེ་གང་མཚོན་མྱོང་ཟེར་ན། ཧ་ཤང་གི་ཁོ་རང་ཐུ་ལུ་གཉིས་འདུག་སྲིད་མ་རྡོ་རྡོ་དང་བཅས་ད། སྲིད་པོ་ཁ་སྲུང་སྲིད་པོ་ཁང་སྲུང་ལ་ཁོའི་རྒྱུ་མཚན་གང་ཡིན་སྲིད་ད། འདུག་སྲིད་ལན་གསུམ་གཡུག་པའི་ཁོ་རེད་ད་ལན་འདི་གའི་སྲིད་པོ་ཁ་སྲུང་ལ་ཁོའི། ཁང་སུང་ཁོའི་རྒྱུ་མཚན་དེ་གང་ཡིན་ཟེར་ཙང་ཧ་ཅང་ཡག་འདི་ནི་སི་བོ་དང་གླེན་པ་གཉིས་ད་སི་བོ་ག་སུང་ཁོའི་རྒྱུ་གཙོ་བོ་དེ་སི་བོ་དང་གླེན་པ་གཉིས་ཡིན། དེ་ནས་ཁོང་སློབ་དཔོན་རྐང་པ་ཞིག་ལས་གང་སོང་ཡོད་ཟེར། འོན་ཀྱང་ཧ་ཤང་དེ་ཤིན་ཏུ་ནམ་ཡང་རི་བོ་རྣོ་བ་བཞིན་འདུག་ངས་བག་ཆེན་གྱིས་ཁོ་གླགས་ཁྱེད་ག་ས་ཅན་ཚུགས་དེ་ནས་དངོས་སུ་སང་ཡལ་ཕེབས་ནས་དེ་ནི་རྒྱ་ནག་ཧ་ཤང་རིས་སུ་གྱུར་པ་དེ་གའི་ཞོགས་དཔྱིད་ཞག་ད་ནང་བཞིན་སློབ་དཔོན་རྐང་པ་ཞིག་ལ་རྣམ་པའི་རིས་སུ་གྱུར་པ་དེ་གའི་ཞོགས་དཔྱིད་ཞག་དེ་ནི་ཁོ་རང་ཉིད་ཆོས་ཀྱི་བགྲོ་གླེང་མཛད་ནས་བགྲོ་གླེང་དེ་ཡིན་མཛད་པ་ལ་བརྟེན་ནས་ད